ད་ནི་ཕྱིར་མི་འོང་གི་སྐོར་བཅོས་ཡོད་པ་རེད་ཕྱིར་མི་འོང་ཞུགས་པ་ཕྱིར་མི་འོང་ཞུགས་པ་ཟེར་བ་དེ་འདོད་ཉོན་བདུན་པ་ནས་དགུ་བ་བར་སྤོང་བ་ལ་བརྩོན་པ་བྱེད་བཞིན་པའི་འཕགས་པ་དེ་ལ་ཟེར་གྱི་ཡོད་པ་རེད། ད་ནི་བར་མཐའ་བ། གཅིག་རེད་བར་མཐའ་བ་ཟེར་བ་དེ་དཔེར་ན་འདོད་ཁམས་སུ་ཕྱིར་མི་འོང་གི་འབྲས་བུ་ངོ་འདི་བྱས་དེ་ནས་ཚེ་འཕོས་ཏེ་གཟུགས་ཁམས་ཀྱི་བར་གདོད་ནས་དགྲ་བཅོམ་པའི་གོ་འཕང་མངོན་དུ་བྱས་པ་དེ་འདྲ་ཅིག་ལ་བར་འདའ་བ་ཟེར་གྱི་ཡོད་པ་རེད། དེ་ནི་ཅི་ཙམ་ནས་འདའ་བ་ཟེར་བ་དེ་འདོད་ཁམས་ལ་ཕྱིར་མི་འོང་གི་འབྲས་བུ་མངོན་དུ་བྱས་དེ་ནས་གཟུགས་ཁམས་སུ་སྐྱེས་ནས་དུས་ཡུན་རིང་པོ་མ་འགོར་བར་མྱ་ངན་ལས་འདའ་བ་དེ་འདྲ་ཅིག་ཟེར་གྱི་ཡོད་པ་རེད། དེ་ནི་མངོན་པར་འདུ་བྱེད་དང་བཅས་པས་འདའ་བ་ཟེར་བ་དེ་འདོད་པའི་རྟེན་ལ་ཕྱིར་མི་འོང་གི་འབྲས་བུ་མངོན་དུ་བྱས་དེ་ནས་ཚེ་འཕོས་ཏེ་གཟུགས་ཁམས་སུ་སྐྱེ་བ་བླངས། དུས་ཡུན་རིང་པོ་མི་འགོར་བར་དགྲ་བཅོམ་པའི་གོ་འཕང་མངོན་དུ་བྱེད་ཀྱི་ཡོད་པ་རེད། ཡིན་ན་ཡང་ལམ་བསྒོམ་པ་ལ་འབད་པ་ཤུགས་ཆེན་པོ་བསྟེན་དགོས་ཀྱི་ཡོད་པ་ཡིན་ཙང་མངོན་པར་འདུ་བྱེད་དང་བཅས་པས་འདའ་བ་ཞིག་ལབ་པ་རེད། དེ་ནི་མངོན་པར་འདུ་བྱེད་པ་མེད་པར་འདའ་བ་ཟེར་བ་དེ། འདོད་ཁམས་སུ་ཕྱིར་མི་ཡོང་གི་འབྲས་བུ་མངོན་དུ་བྱེད་དེ་ནས་གཟུགས་ཁམས་སུ་སྐྱེ་བ་བླངས། ནས་དུས་ཡུན་རིང་པོ་ལ་དགྲ་བཅོམ་པའི་སྐོམ་པ་མངོན་དུ་བྱེད་ཀྱི་རེད། ཡིན་ན་ཡང་ལམ་ལ་འབབ་པ་ཤུགས་ཆེན་པོ་བསྟེན་མི་དགོས་པ་ཡིན་ཙང་ངོ་མར་འདུ་བྱེད་པ་མེད་པར་འདའ་བ་ཟེར་ཨོ་དེ་འདྲ་བྱེད་ཀྱི་ཡོད་པ་རེད། ད་ནི་ཕྱིར་མི་ཡོང་འཕར་བ་ཟེར་བ་དེ་འདོད་ཁམས་སུ་ཕྱིར་མི་ཡོང་གི་འབྲས་བུ་མངོན་དུ་བྱེད་དེ་ནས་ཚངས་རིས་ཟེར་བ་དེ་ལ་སྐྱེས་པ་བླངས། དེའི་སྐྱེས་པ་རྗེས་མ་ལ་འོག་མིན་དུ་སྐྱེས་པ་བླངས་ནས་དགྲ་བཅོམ་པའི་གོ་འཕང་ངོ་འདོད་ཆེ་བ་དེ་ལ་ཕྱིར་མི་འོང་འཕར་བ་ཟེར་གྱི་ཡོད་པ་རེད། ད་ནི་ཕྱིར་མི་འོང་ཆེས་འཕར་བ་ཟེར་བ་དེ་ཡང་འདོད་ཁམས་སུ་ཕྱིར་མི་འོང་གི་འདྲེས་པ་ངོ་འདོད་ཆེ། དེ་ནས་ཤིང་ཕུ་དེ་གཟུགས་ཁམས་ཀྱི་ཚངས་རིས་ལྟ་བུ་ཅིག་ལ་སྐྱེས་པ་བླངས། སྐྱེས་པ་དེའི་རྗེས་མ་ལ་གནས་གཙང་མ་གསུམ་གང་རུང་ལ་སྐྱེས་པ་བླངས་ནས་སྐྱེས་པ་གསུམ་པ་དེ་ལ་འོག་མིན་དུ་སྐྱེས་པ་བླངས་ནས། མྱ་ངན་ལས་འདའ་བ་དེ་འདྲ་ཅིག་ལ་ཕྱིར་འཕར་བ་ཞིག་ལབ་ཀི་ཡོད་པ་རེད། ད་ནི་གཟུགས་ཁམས་ཀྱི་ནང་ལོགས་ན་གནས་གཙང་ལྔ་ཡོད་པ་རེད། ནི་མི་འཆི་བ་མི་གདུང་བ་ཤིན་དུ་དང་གྱ་ནོམ་སྣང་བ་འོག་མིན་ཞེས་ནི་ལྔ་ཡོད་པ་རེད་དེ་ཐམས་ཅད་དེ་འཕགས་པ་སྐྱེ་ས་ཡིན་ཞེས་ལབ་ཀི་ཡོད་པ་རེད། ནི་བྱེད་རུང་དང་བྱེད་མི་རུང་ལ་སོགས་པ་འཕགས་པ་རྣམས་སྐྱེ་བའི་གནས་ཡིན་པ་ཡིན་ཙང་དེ་ལ་གནས་གཙང་མ་ཟེར་གི་ཡོད་པ་འང་དེ་འདྲ་ཅིག་རེད། དེ་ནས་གནས་ཐམས་ཅད་དུ་ཆོས་འཕོ་བ་ཟེར་བ་དེ་འདོད་པའི་རྟེན་ལ་ཕྱིར་མི་འོང་གི་འབྲས་བུ་མངོན་དུ་བྱེད། དེ་ནས་ཚེ་འཕོས་ཏེ་གཟུགས་ཁམས་གནས་རིགས་བཅུ་བདུན་གྱི་ནང་ལོགས་ནས་ཚངས་ཆེན་མ་གཏོགས་པ་ཐམས་ཅད་དུ་སྐྱེ་བ་བླངས་ནས་ཐ་མ་དེ་ལ་འོག་མིན་དུ་དགྲ་བཅོམ་པའི་གོ་འཕང་མངོན་དུ་བྱེད་པ་དེ་འདྲ་ཅིག་ལ་གནས་ཐམས་ཅད་དུ་འཆི་འཕོ་བ་ཞེས་ལབ་ཀྱི་ཡོད་པ་རེད། འདི་ནི་འཐུང་ཆུའི་གཤིས་ཟེར་བ་དེ་ཕྱིར་མི་ཡོང་ཐུབ་པའི་རྟེན་གཏེར་ལ་སྒྲ་སྦྱོར་བའི་གོ་འཕང་མངོན་དུ་ཕྱིན་འགྲོ་བ་དེ་འདྲ་ཅིག་ཟེར་གྱི་ཡོད་པ་རེད། ལུས་མངོན་བྱེད་ཟེར་བ་དེ་ཕྱིར་མི་ཡོང་ཐུབ་པའི་རྟེན་གཏེར་ལ་སྒྲ་སྦྱོར་བའི་གོ་འཕང་མངོན་དུ་བྱེད་པ་གང་ཞིག་ལ། འགོག་པའི་སྙོམས་འཇུག་ཐོབ་པ་ནོ་དེ་འདྲ་ཅིག་ལ་ཟེར་གྱི་ཡོད་པ་རེད། དགེ་འདུན་ཉི་ཤུའི་ནང་ལོགས་ནས་རྒྱུན་ཞུགས་ཀྱི་སྐོར་ལྔ་དང་བྱེ་རོང་གི་སྐོར་གསུམ་ཕྱིར་མི་ཡོང་གི་སྐོར་བཅུ་བྱས་ནས་འདི་སྔོན་ལ་བཅོ་བརྒྱད་འགྲོ་ཟིན་པ་རེད། བཅོ་བརྒྱད་ཀྱི་སྟེང་དུ་དགྲ་བཅོམ་ཞིག་པ་དང་བསེ་རུ་བཏགས་པའི་རང་འགྱུལ་ཟེར་བ་འདི་གཉིས་བསྣན་པའི་དགེ་འདུན་ཉི་ཤུའི་བརྫུ་ཚུལ་དེ་དེ་འདྲ་ཅིག་ཡིན་པ་རེད། ད་ནི་དེ་རིང་ང་རང་ཚོས་ངོས་འཛིན་བྱས་པའི་དགེ་འདུན་ཉི་ཤུའི་བརྫུ་ཚུལ་འདི་བསྟན་འགྱུར་ངོ་མདོག་ཅན་གྱི་ཚིག་ཟིན་ལྟར་རམ་ཡང་ན་སློབ་དཔོན་སེང་གེ་བཟང་པོ་གི་བརྩི་ཚུལ་གཞིར་བཞག་ནས་བཤད་པ་དེ་འདྲ་ཅིག་རེད། སྤྱིར་བཏང་དགེ་འདུན་ཉི་ཤུའི་བརྩི་ཚུལ་གཞན་དང་གཞན་པ་ཡང་འགའ་ཞིག་ཡོད་པ་དེ་འདྲ་ཞིག་རེད་ཟེར་ཞུ་རྒྱུ་ཡིན། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་བཅས་ཐུགས་རྗེ་ཆེ།